ཐོག་མ་དེ་ཇི་བྱས་ནུས་ཚོད་སྤྱོད་ནུས་མི་འདྲོད་ཁ་ཅིག་ཞུས་པ་ནི་ད་ལྟ་འདི་རྒྱ་གར་ཕྱི་སྲིད་ལས་ཁུངས་ཀྱི་བརྒྱུད་ནས་གསལ་བཤད་བྱས་གཅིག་ཡ་རྒྱ་གར Passport ཡོད་པ་ཙམ་གྱིས་རྒྱ་གར་མི་ཁོང་ལ་བོར་བའི་རྒྱ་གར་མི་དྭངས་མ་ཡིན་པ་དེ་མཚོན་ཐུབ་ཀྱི་མེད་པའི་གནས་ཚུལ་གཅིག་དང་འབྲེལ་བའི་ཐོག་ནས་བཤད་བསྡད་ཀྱི་འདུག་ད་གང་ལྟར་རྒྱ་གར་གྱི་ངོས་ནས་ལྟས་དང་བྱས་པ་ཡིན་ན Passport ཡོད་པ་ཡིན་ན་རེད་བ་ལག་ཁྱེར་ཡོད་པ་ཡིན་ན། ཕྱི་བཅོལ་ལག་ཁྱེར་ཙམ་འོ་ན་གཅིག་འགྲིམ་འགྲུལ་ལག་ཁྱེར་གྱི་ངོ་བོ་ཙམ་མ་གཏོགས་ལག་ཁྱེར་ཡོད་བ་ཙམ་གྱིས་རྒྱ་གར་མི་ཁོང་དང་རྒྱ་གར་མི་དྭངས་མ་ཡིན་པའི་ངོས་འཛིན་དེ་བྱེད་ཀྱི་མེད་པ། དེ་ཡིས་གཅིག་ཡང Passport གྱི་ཁྲིམས་འཆར་གྱི་གཞི་བཟུང་བྱས་པ་ཡིན་ན་ཡང་གཅིག་རྒྱ་གར་མ་ཡིན་པའི་མི་ལ་ཡང་རྒྱ་གར་གྱི

ལམ་སང་ཆ་སྒྲོས་དེ་འདྲ་ཀྱི་མེད་པའི་རྣམ་པ་གཅིག་བཤད་དེ་གི་འདུག་ག་འདའ་ད་ཁོ་རང་སོ་གེ་དེའི་ཡུང་ཝན་དེ་གཙོ་བོ་ད་རྒྱ་གར་ནང་ལོ་ཡ་སྐྱབས་བཅོལ་བ་འདྲ་མི་འདྲ་ཕྱི་ལོག་ནས་ཡུང་ཝན་ད་དེ་ཚོ་གི་ཁ་ཤས་ལ Aadhar Card རག་བསྡད་པ་ཁ་ཤས་ལ Voter ID རག་བསྡད་པ་ཁ་ཤས་ལ Pan Card རག་བསྡད་པ་ད་དེ་འདྲ་ཡོང་གི་ཡོད་པ་འདྲ་དེ་ཡོད་པ་ཙམ་གྱིས་མི་དེ་རྒྱ་གར་མི་གཙང་མ་གཙང་རྐྱང་ཡིན་པ་དེ་ཁོ་རང་སོ་ངོས་འཛིན་བྱེད་ཀྱི་མེད་པ་དེ་འདྲ་ཀྱི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རི་གི་གྲོས་ཚོགས་ནང་ལོ་ཡ་ཁ་ཙང་འདུག་ཨ་རིའི་གྲོས་ཚོགས་ཀྱི་ཕྱོགས་གཉིས་ཀ་གི་མཉམ་རུབ་ཀྱི་ཐོག་ནས། དུས་རབས་ཉི་རྩ་གཅིག་པའི Road to Housing Act ལན་ད་ག་ད་ཁང་པ་ཁང་ཁྱིམ་མི་སེར་ལ་གོང་བདེ་པོ་དང་འཚམ་པོ་རག་ཡ་གི་ཁྲིམས་འཆར་གཅིག་བཏོན་འབུད་དྲ་དེའི་ཁྲིམས་འཆར་དེ་ཡ་གྲོས་ཚོགས་གོང་འོག་གཉིས་ཀ་ནས་གྲོས་ཚོགས་གཡས་གཡོན་གཉིས་ཀ་ལ་བོ་རོག་ད་ག་ད་སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པའི་གཉིས་ཀའི་གི་ནང་ལ་རྒྱབ་སྐྱོར་མང་པོ་ཅིག་ཐོབ་པའི་ཐོག་ནས་ཁྲིམས་འཆར་དེ་ཡ་གྲོས་ཡོད་པ་ད་ཁྲིམས་འཆར་དེ་ཨ་རིའི་སྲིད་འཛིན་གི་གྲོགས་ཚའི་སྒང་ལས་མཚན་རྟགས་བཀོད་ཡ་གི་འདུག་བཞག་པ་ད་སྲིད་འཛིན Trump གི་ན་གནས་སྐབས་རིང་དེ་ལ་ངོས་ལེན་མ་བྱས་པའི་ཐོག་ནས་མཱ་ཅེ་ཡཱ་གི་རྒྱུ་མཚན་དེ་སྲིད་འཛིན་ཀྲམ་ཁོ་རང་གིས་འཁེལ་ཡོང་པའི་ཁྲིམས་འཆར་གཅིག་ཨ་རི་སྲུང་སྐྱོབ་དང་འབྲེལ་བའི་ཐོག་ནས་ཁྲིམས་འཆར Safe American Act ལེན་སྟངས་གང་དག་ཨ་རི་གི་འོས་བསྡུ་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་ཞིག་འཁེལ་གྱི་ཡོད་པ་འདྲ། འདི་ད་ལྟའི་ཆ་ནས་ད་ཅིག་ཡག་པོ་ཞིག་འགྲོ་ཐུབ་ཀྱི་མེད་པ་འདི་འདྲའི་གིས་རྐྱེན་པའི་ཐོག་ནས་འདི་མགྱོགས་པོ་གཏང་དགོས་རེད་ཟེར། འདིའི་ཁྲིམས་འཆར་དེ་མགྱོགས་པོ་བཟོས་པ་ནི་ངས་འདི་ས་ཡིག་བཀོད་འོག་སླད་ད་འདི་འདྲ་གིས་ནི་རང་ཅག་བྱུང་སྡིག་པའི་ནི་རྫུས་བྱས་རེད་ད་བཤད། ཡིན་ནའི་ཨ་རི་ཁྲིམས་ཀྱི་འགྲོ་སྟངས་ཇི་སོང་བྱས་པ་ཡིན་ན་གྲོས་ཚོགས་འོག་མ་དང་གོང་མ་ཡིན་ན་རེད་ད་གང་དག་གྲོས་ཚོགས་ནང་བློ་ནི་མང་མོས་བྱས་ནས་ཁྲིམས་འཆར་གང་ལ་སླེབས་པ་ནི་སྲིད་འཛིན་གྱི་རྒྱུ་མཚན་ཡང་དག་བགྲང་བྱས་ལས་ཀ་བྱས་མེད་པས་ན་ཁོ་ཉི་མ་བཅུ་ནང་བློ་ཡི་ས་ཡིག་མ་བརྒྱབ་པས་ན་རང་ཤེད་མེད་ཀྱི་ཁོ་རང་ཁྲིམས་འཆར་གྱི་ངོ་བོ་ལ་ཆགས་འགྲོ་གི་ཡོད་པ་འདི་འདྲའི་སྒེར་ནི་དང་བཅས་རེད་དེ་ཞབས་ཇེན་ཙང་གིས་ཨ་རིའི་གྲོས་ཚོགས་ཚོགས་གཙོ Mike Johnson གྱི་གསར་འགོད་པ་ལ་བཤད་ཕྱིར་བཤད་ན་སྲིད་འཛིན Trump གྱིས་ད་ལྟའི་རེ་བ་རྒྱལ་ཡ Save America Act ཨ་རིའི་སྲུང་སྐྱོབ་དང་འབྲེལ་བའི་ཐོག་ནས་ཁྲིམས་འཆར་འདི་ལ་ནི་ཅིག་ལྟ་ལས་ཀ་ཚགས་ཚུད་པོ་ཡོང་ཡ་དང་མགྱོགས་པོ་ཡོང་ཡ་གི་རེ་བ་དང་འབད་བརྩོན་བྱས་བསྡད་ཀྱི་འདུག་ཟེར་ནས་ཁོ་རང་གིས་ད་ལྟའི་བཏང་བཞག་པའི་ཁྲིམས་འཆར་འདི་ལ་མཚན་རྟགས་བཀོད་ཀྱི་རེད་ཟེར་ལས་དྲུག་ད་ག་འདྲ་བཀོད་ཡ་གི་ཡིད་ཆེས་བྱེད་ཀྱི་ཡོད་པ་དེ་འདྲ་གི་ནི་ཚོའི་དཔྱད་རེད་བསྡད་བཞག་དེ་ནི་ཨ་རིག་གི་ད་ལྟའི་སྤྱི་མཐུན་ཚོགས་པའི་ནང་ལོགས་ཡིན་ན་རེད་དམངས་གཙོ་ཚོགས་པའི་ཡིན་ན་རེད་ད་འདི་གཉིས་ཀ་གི་འདི་ལ་རྒྱབ་སྐྱོར་ཐོབ་ཡོད་པ་དེ་འདྲ་གི་ནི་ཚོའི་དཔྱད་བྱས་བསྡད་ཀྱི་འདུག་ད་ང་ཤེས་ཨ་རིའི་སྲིད་འཛིན་ཀྲུམ་གྱིས་ད་ལྟའི་ཨ་རིག་གི།

གང་དག་ཁང་ཁྱིམ་གོང་ཁྱེར་རུ་བཏང་ཡ་གི་ཁྲིམས་འཆར་འདི་ཡིན་ན་ད་ལྟའི་ཨ་རིའི་གི་ཡུང་རྒྱུ་སྡེ་བའི་འོས་བསྡུ་དང་འབྲེལ་བའི་ཐོག་ནས་ཆབ་སྲིད་པ་མང་པོ་བཅས་ལ་འདི་གནད་འགག་ཆེན་པོ་ཆགས་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་དེ་ནི་ཨ་རི་སྲིད་འཛིན་ཀྲམ་གྱིས་ཨ་རིའི་གི་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་མཉམ་དུ་ཁོ་རང་ཚོའི་ཚོགས་འདུ་འཚོག་བའི་སྐབས་སུ་གྲོས་ཚོགས་འཐུས་མི་ད་ལྟའི Bill Cassidy ལས་ཚོ་ཁོ་རང་མཉམ་དུ་ཁབ་རྩོད་ཤོག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་གང་དག Bill Cassidy གྱིས་ཨ་རིག་གི་ད་འདི་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་ནི་བསྙོན་འཛུགས་བྱས་བྱས་ག་འདྲ་ད་ཁོ་རང་ཉིད་རྩོད་པ་ཤོར་ཡོད་པ་ད་ཨ་རིའི་སྲིད་འཛིན Trump གྱིས་ཁོ་རང་ཡ་ཁྱེད་རང་མ་དེས་ནི་སེམས་ཁམས་བདེ་བོ་མི་འདུག་ལེགས་ད་ཚིག་དེ་འདྲའི་བེད་སྤྱོད་བཏང་བྱས་བསྙོན་པ་ཁྱེད་རང་མ་དེས་ལས་སོ་རུ་དེ་འདྲའི་ཚིག་བེད་སྤྱོད་བཏང་བ་རེད་ཟེར་ནས་དེ་འདྲའི་དགེ་ནི་ཚོའི་དཔྱད་ཤེས་དེ་གྱིས་འདུག། དེ་ནི་བལ་ཡུལ་གྱི་ད་ལྟའི་ཚན་རིག་དང་འཕྲུལ་ཆས་ཡར་རྒྱས་དང་འབྲེལ་བའི་ཐོག་ནས་བློན་ཆེན་མཱ་ཝེ་པུམ་གྱི་ཁ་སང་རྒྱ་ནག་གཞུང་ཚབ་ཀྱི་གཞུང་ཚབ་པ་ཛེང་མོང་མིང་མཉམ་དུ་མཇལ་འཕྲད་བྱས་རྗེས་རྒྱ་ནག་དང་བལ་ཡུལ་གྱིས་པཱ་ར་ཡཱ་ཚན་རིག་གི་ཐོག་ནས་རེད་འཕྲུལ་ཆས་ཀྱི་ཐོག་ནས་རེད་ད་ནཱ་ཞེ་ད་ཡར་རྒྱས་ང་ཚོས་གསར་གཏོད་ཀྱི་ཡར་རྒྱས་དང་འབྲེལ་བའི་ཐོག་ནས་མཉམ་རུབ་ཀྱི་ལས་ཀ་བྱས་ཀྱི་འདུག་ཀ་མེད་བྱུང་ཡོད་པའི་གནས་ཚུལ་གཅིག་དང། རྩ་བའི་ཕ་ཡུལ་དང་རྒྱ་ནག་གི་པ་ར་ཡ་སྔོན་མ་ཉིས་སྟོང་གཉིས་རྩ་གསུམ་ལོ་དེ་འདྲའི་གན་རྒྱ་བྱས་ཡོད་པ་རེད་ད་འདིའི་བསྐྱར་གསོད་དང་འབྲེལ་བའི་ཐོག་ནས་མུ་མཐུད་ནས་ལས་ཀ་བྱས་ད། ཕྱོགས་གཉིས་ཀ་གིས་གྲུབ་ཆ་ཡོད་བསྡད་པའི་ཚོགས་ཆུང་གཅིག་བཙུགས་བྱ་འདིའི་སྒང་ལ་ཞིབ་འཇུག་བྱས་བྱ་མ་འོངས་པ་མདུན་སྐྱོད་དང་འབྲེལ་བའི་ཐོག་ནས། རང་ཚུགས་ཀྱི་ལམ་སྟོན་གནང་ཡག་གི་བྱ་བཞིན་ཡོད་དེ་བས་ནི་ཚོས་བཅད་སྒྲ་དེ་ཤ་ག་འདའ་ད་འདའི་བ་ཡུལ་ནང་ལོག་ཡ་ཅིག་འཕྲུར་ཆས་ཀྱི་ཐོག་ནས་ཞིབ་འཇུག་བྱེད་ས་རེད་ད་གནའ་ཤེས་འཕྲུར་ཆས་དང་བྲལ་བའི་ཐོག་ནས་ད་འབྲེལ་དྲ་ལག་རེད་གང་ཚུལ་ནི་ཚུལ་ཉར་ས་དང་དེ་འབྲེལ་གྱི་ལས་ཀ་མང་པོ་ཅིག་གི་མི་མཉམ་དུ་ལས་ཀ་བྱས་ཀྱི་ད་ལས་གཞི་མང་པོ་ཅིག་ད་གནའ་ཤེས་བཅོས་མིན་རིག་ནུས་རེད་ད་དེ་འདྲ་ད་མང་པོ་ལས་ཀ་བྱས་ཀྱི་བྲེལ་བ་བཞག་གི་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ད་གང་ལྟར་བལ་ཡུལ་གྱི་གནས་ཚུལ་ལགས་པར་འབྲེལ་དྲ་ཚང་མ་དགེ་མི་ལགས་པ་ལ་ཡང་འགྲོ་བས་ན་ཡང་ང་ཚོ་ལས་དེ་ཞལ་འཇོག་དེ་ནས་ད་སྟབས་མ་ལེགས་པའི་གནས་ཚུལ་གཅིག་ཡ་བྷལ་ནེ་ཛེ་ལ་ཡ་ད་ཁ་ཚང་དུ་སེམས་བསྟུད་མ་གཉིས་བརྒྱབ་བྱས་བདུན་ད་ཚང་གཉིས་ད་བདུན་ད་ཚང་ལྔ་བརྒྱབ་བྱས་གང་ལྟར་སེམས་ཤུགས་ཆེན་པོ་རྒྱག་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ཏེ། ཁོ་རང་ཚོས་ནི་ཚོས་བཤད་བྱས་པ་ཅན་སཱིན་དང་པོ་དེ་བརྒྱབ་ནས་གཉིས་པ་བརྒྱབ་བས་མ་བརྒྱབ་གོང་ལ་ནི་ད་ལྟའི Google གི་བརྒྱུད་ནི Android ཁ་པར་ནང་ལོ་ནི་སཱིན་བརྒྱ་ས་རེད་སུས་ཁ་ལོར་དེ་འདྲའི་གི་ད་ད་ལག་འོར་བ་ཉེན་བརྡ་དེ་འདྲ་སླེབས་པ་རེད་ཟེར་དེ་འདྲ་གི་ནི་ཚོས་དཔྱད་བཤད་བསྡིགས་འདུག་གང་ལྟར་ད་སཱིན་འདི་གི་རྗེས་པའི་ཐོག་ནི་ཁ་ཚང་མང་པོ་ཅིག་གི་བཤད་ལ་མི་ཁྲི་ཚེ་སྲོག་ཤོར་ཡོད་གི་དེ་འདྲ་ཤེས་ཀྱི་འདུག་དེ་ནི་ད་ལྟའི་ཆར་ནི་མི་ཡི་བརྒྱ་དང་དྲུག་ཅུ་རེ་བཞི་གི་ཚེ་སྲོག་ཤོར་ཡོད་པ་ད་མི་གཅིག་སྟོང་སྐོར་ཅིག་ལ་རྨས་སྐྱོན་ཕོག་ཡོད་པས་ནི་ཚོས་བཤད་བསྡད་ཀྱི་འདུག་རྩ་བའི་ཕྱི་ཚོད་གཉིས་རྩ་བཞིའི་ནང་ལོ་ཡ་དང་ང་ཚོའི་འཛམ་གླིང་ནང་ལོ་ཡ་སེམས་ཤུགས་ཆེན་པོ་ཞིག་བརྒྱབ་ཡོད་པ། ད་ལྟ་ཝེ་ནེ་ཛེ་ལ་ཡ་བདུན་དང་ཚ་གཉིས་དང་བདུན་དང་ཚ་ལྔ་བརྒྱག་ཡོད་པ་དང་ཨ་རིའི་གི་ཁལ་ལི་ཧྥོ་ནི་ཡ་ངོ་ཕྱོགས་ལ་ལྔ་དང་ཚ་ལྔ་བརྒྱ་ཇི་ཕན་ཡ་ནི་ལྔ་དང་ཚ་དགུ་བརྒྱ་བརྒྱ་ག་འདྲ་ཕྱོགས་བཞི་ལ་འདུག་ས་སེམས་ཤུགས་ཆེན་པོ་ཞིག་བརྒྱབ་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག། དེ་ནས་རྒྱ་གར་སྲིད་བློན་མུ་དྷི་གིས་ད་ལྟའི་ཝེ་ནེ་ཛེ་ལ་ཡ་ནི་ད་མི་དེ་གྲོངས་སུ་ཕྱིན་པ་དང་རྨས་སྐྱོན་བྱུང་བ་དེ་ཚོ་ཡ་ཐུགས་གསོས་ད་ནི་འདུག་ས་བཀའ་མོལ་གནང་ཡོད་པ་ད་ཐང་ན་ཞེས་རྒྱ་གར་གྱི་ངོས་ནས་ནི་རོགས་རམ་གང་ཐུབ་གང་མཁོ་གཏང་གི་ཡིན་ས་ད་ནི་སྙན་གསང་ཞུས་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་ད་ལྟའི་ཝེ་ནེ་ཛེ་ལ་གི་བར་བརྒལ་སྲིད་བློན

གང་ལྟར་རྒྱལ་ཁབ་ཀྱིས་ང་ལ་ཡིད་ཆེས་བྱེད་ཀྱི་རེད་ངས་ལས་ཀ་བྱེད་ཀྱི་རེད་ཟེར་ང་ལ་རེ་བ་མེད་ན་ད་ང་ལས་ཀ་བྱའོ་ཁེགས་ཀྱི་རེད་ཟེར་ནས་དེ་འདྲའི་དོན་དུ་ལས་ཀ་བྱས་ཡོད་པ་དག་ནི་ཁོ་རང་གིས་དབྱིན་ཇི་རྒྱག་པོ་སྙམ་མདོག་ནི་འདི་ཚང་མ་ཡང་སྙན་སང་ཞུས་པ་ཡིན་ཟེར་དེ་འདྲའི་གནས་ཚུལ་གཅིག་དང། ད་ད་ལྟའི་དབྱིན་ཇི་གི་སྲིད་བློན་གསར་པ་ལ་བགྲོ་ལ་ཉེ་བ

ཚོ་པ་ཆགས་ཚར་བ་རེད། ང་ཚོའི་ཁ་ལོ་ཐུག་ན་ཞིག་ཆགས་ཚར་བ་རེད་ཟེར་ནས་དེ་འདྲའི་གི་ཡང་སྐད་ཆ་བཤད་མྱོང་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤག་ད་གང་ལྟར་ཁོ་རང་སྲིད་འཛིན་བཀྲམ་ཡོང་དུས་ལས་ཀ་ག་ཚད་མུ་མཐུད་ནས་འགྲོ་ཐུག་དང་མ་ཐུག་གི་ཐོག་ན་ནི་ཚོའི་ཆགས་གི་རེད། དེ་ནི་ལྷོ་ཨ་ཧྥི་རི་ཀ་ལ་ཡོད་བསྡད་པའི་ཨ་རིའི་གཞུང་ཚབ་ཀྱི་ལྷོ་ཨ་ཧྥི་རི་ཀའི་གི་ལྟ་བ་ལངས་ཕྱོད་དེ་ཁོ་རང་ཚོ་ད་ཕྱོགས་གཅིག་ལ་མ་ལྷོང་བའི་གི་རྒྱལ་ཁབ་བྱེད་གི་ཡིན་ཟེར་ནས་བཤད་གི་ཡོད་པ་རེད་དེ་ཡིན་ན་ཁྱེད་རང་ཚོ་ཕྱོགས་ལ་ལྷོང་ཚར་བ་རེད་ཁྱེད་རང་ཚོ་གི་ཨི་རན་གི་སྲིད་འཛིན་གཞོན་པ་ནི་འདུག་ས་དེ་འདྲས་ཞུས་པ་རེད། ད་ན་ཞིག་ཁྱེད་རང་ཚོ་གིས་མ་ནས་ཁྱེད་རང་ཚོ་གིས་ཨི་རན་གྱི་ཕྱི་སྲིད་བློན་ཆེན་དེ་འདྲས་ཞུས་པ་རེད། ད་ན་ཞིག་ཁྱེད་རང་ཚོ་གིས་སྲིད་འཛིན་གཞོན་པ་རྒྱ་ནག་ལ་འདུག་འཚམས་གཟིགས་ཐེབས་པ་རེད། ཅི་ན་ཁྱེད་རང་ཚོ་ནི་བར་གནས་ཀྱི་རྒྱལ་ཁབ་ཡིན་ལས་ཀྱི་དུས་ཚོད་དེ་ཡོད་མ་རེད་ས་གང་དག་ཁྱེད་རང་ཚོ་ཕྱོགས་སུ་ལྷུང་ཚར་རེད་ལས་ནི་སྐྱོན་བརྗོད་བྱས་པའི་ནི་ཚོད་བཅད་རེད་དེ་ཤག་དེ་ནི་ཨ་རི་སྲིད་འཛིན་ཀྲམ་གྱི་ཨ་རིའི་གྲོས་ཚོགས་ནང་ལོ་ཡར་འདྲོ་ལ་བི་ལིན་གཅིག་དང་ཚ་ཞིག་གི་དུས་སུ་བཀའ་ཁྲོལ་ཞུ་གི་ཡོད་པའི་ནི་ཚོད་བཅད་རེད་དེ་ཤག་དེ་ཡང་ཨ་རི་སྲིད་འཛིན་ཀྲམ་གྱི་ད་ལྟའི་ཨ་ཧྥི་རི་ཀའི་ངོ་ཅོག་ཡ་ཨེ་པོ་ལ་གྱི་ནད་ཡམས་དང་འབྲེལ་བའི་ཐོག་ནི་བཅོས་ཐབས་ཀྱི་ལས་གཞི་སྤེལ་ཡ་ཡ་ནི་དུས་སུ་འདྲོ་ལ་བི་ལིན་གཅིག་དང་ཚ་ཞིག་ཞུ་གི་ཡོད་པའི་ནི་ཚོད་བཅད་རེད་དེ་ཤག། བརྩེ་བའི་ད་འདིའང་ཨ་ཧྥེ་རི་ཁའི་ནང་ལོགས་ནས་ཡུ་ཀཱན་ཏཱ་ཀེ་མགོ་ཏཱ་དཱུ་ཝཱ་ལའི་ད་འདི་ཁ་ལོ་རུ། ཨེ་པོ་ལཱ་གི་ནད་ཡམས་ཤུགས་ཆེན་པོ་ཁྱབ་ཡོད་པའི་གནས་ཚུལ་བཅས་ཤེས་བསྡད་ཀྱི་འདུག་དེ་ནི་རྒྱ་གར་གྱི་ད་འདི་རྒྱ་གར་ནང་ལོགས་ཡ་ཚོང་ལས་གཙོ་བོ་ད་འདི་རྒྱ་ནག་གི་ཚོང་ཡོད་བསྡད་པ་ད་ལྟའི་ཧྥ་རན་སི་གྱི་ཚོང་པའི་མོ་དྲ་ཟོས་ས་གི་ད་ཡན་ལག་ཅིག་འདུག་རྒྱ་གར་ནང་ཙུའེ་ཀི་ཆ་ཤས་ཆེ་དེ་གི་ཡོད་པའི་ནི་ཙུའེ་ཅེ་རེད་ཤག་གི་སི་དེའི་ལམ་འགྲོ་བྱུང་བས་ན་རྒྱ་གར་ནང་ལོ་ཡ་གྲོ་ལ་ས་ཡ་སུམ་བརྒྱ་བདུན་བཅུ་གི་ཚོང་ལས་ཐུག་གི་ཡོད་པ་ད་དེ་གཙོ་བོ་ད་ལྟའི་རྒྱ་ནག་གི་པེ་ཤ་ལུ་ཞག་པའི་ད་ལྟའི་ཧྥ་རན་སི་གི་ཟོས་དྲ་ཅིག་ད་རྒྱ་ནག་ཟོས་དྲ་མཉམ་སྒྲུབ་བྱས་ནི་དེ་འདྲའི་གི་ཟོས་དེ་ཀྱོག་གི་ལས་ཀ་ཅིག་ཆགས་འདུག་ཡོད་པ་དྲ་རྒྱ་ཚང་གི་ད་སྔ་མོ་ཉིས་སྟོང་ཉི་ཤུ་ལོ་གི་རྒྱ་དཀར་ནག་གཉིས་ཀྱི་ད་ས་མཚམས་ཀྱི་རྙོག་དྲ་དང་བྲལ་བའི་ཐོག་ནས་འཁྲུག་རྩོད་བྱུང་པའི་རྗེས་ལ། རྒྱ་མི་གྱི་ད་བཟོ་གྲྭ་འབྲེལ་བ་ཡོད་འདོད་པའི་བཟོ་གྲྭ་ཕོན་ཆེ་ཤོས་གཅིག་རྒྱ་གར་ལ་ལས་པའི་གནས་ཚུལ་ཆགས་བསྡད་ཀྱི་འདུག་དེ་ནི་རྒྱ་ནག་ནང་ལོགས་ཡ་རྒྱ་ནག་སྲིད་འཛིན་ཞི་ཅིང་ཕིང་གི་ད་ལྟ་གྲུབ་དང་དེའི་གི་ལངས་ཕྱོགས། རྒྱ་ནག་གི་དམག་སྒར་ནང་ལོགས་ཡ་ད་སྤེལ་གྱི་ཡོད་པ། དམག་མི་དེ་ཚོ་གི་སྦྱོང་བརྡར་བྱེད་དགོས་ཀྱི་ཡོད་པ། བདུན་ཕྲག་བཅུ་ཟིན་ལ་ཞི་ཅིང་ཕིང་གིས་ད་བཤད་བཞག་པའི་གཏམ་བཤད་དེ་ཚོ་ཉན་ཉན་བྱས་ཉམས་ལེན་བྱས་ཡག་དང་དག་ན་ཞེས་རྒྱ་ནག་གི་ད་ལྟའི་དམར་ཤོག་གི་ལྟ་བ་ལ་ད་གང་དག་བརྩི་བཀུར་དང་ཁྲིམས་མཐུན་གྱི་གུས་བརྩི་བྱས་ཀྱི་འདུག་ས་སློབ་གསོས་བླ་འོར་བའི་ལམ་སྟོན་གནང་གི་ཡོད་པའི་ནི་ཚོའི་དཔྱད་རེད་འདི་ཤག་དེ་ནི་ཇེ་པན་དང་རྒྱ་ནག་གཉིས་ཀྱི་གདོང་ཐུག་དང་འབྲེལ་བའི་ཐོག་ནས་ཁ་ཚང་དུ་ཟེར་རྒྱ་ནག་གིས་བཤད་བྱས་པ་ཅི་ན་ཇེ་པན་གྱིས་ཁོ་རང་སུ་གི་དང་དེ་དམག་གི་སྦྱོང་བརྡར་གྱི་ལས་གཞི་སྤེལ་བའི་སྐབས་སུ་ཨ་ནི་ཇེ་པན་གྱིས་གནོད་སྐྱེལ་གྱི་འདུག་ཟེར་ན་དེ་འདྲའི་བཤད་པའི་གནས་ཚུལ་ཅི་རེད་ཟེར་ན་ཇེ་པན་གྱིས་བཤད་བྱས་པ་ཅི་ན་ང་ཚོས་དེ་འདྲའི་བྱས་མེད་ཟེར་བ་གང་ལྟར་སོ་སོའི་བདག་དབང་གི་ས་ཆ་དེ་སོ་སོ་སྲུང་སྐྱོབ་བྱས་ནས་བསྡད་པ་ཡིན་ཟེར་འདི་ང་ཚོའི་གི་རང་དབང་དང་ནི་ཐོབ་ཐང་ཆགས་བསྡད་ཀྱི་ཡོད་རེད་ཟེར་འདི་འདི་བཤད་འདི་བས་ནི་ཚོའི་བཅད་རེད་འདི་བཤད་གང་དག་རྒྱ་ནག་གི་བཤད་བྱས་པ་བྱས་ན་ཁོ་རང་སུ་གི་ད་འདི་ཨོ། ད་གནའ་དམག་གི་གནམ་གྲུ་རེད་མཚོ་དམག་གི་གྲུ་གཟིངས་དེ་ཚོ་ཡར་མ་འགྲོ་བའི་སྐབས་སུ་ཇ་པན་གྱི་མདུན་ནས་ད་བཀག་སྡོམ་ལ་འོ་རེ་བས་ནས་ལྐོག་སོང་སླེབས་བྱ་སྐྱོན་བརྗོད་བྱས་འདི་བས་ནི་ཚོའི་བཅད་རེད་འདི་བཤད། འཛམ་གླིང་དམག་འཁྲུག་ཁག་དང་འབྲེལ་བའི་གནས་ཚུལ་བཅས་ཞུས་པའི་ནང་ཁ་ཚང་དུ་ཨ་རིའི་རྒྱལ་ཕྱི་སྲིད་དྲུང་ཆེ་མར་ཁོ་རུ་བྷི་ཡོ་དང་འབྲེལ་བྱས་ནས་ནུབ་ཨེ་ཤི་ཡ་ལ་འོར་བའི Gulf གྱི་ལུང་པ་ཁག་ལ་འཚམས་གཟིགས་ཐེག་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་གནད་ཁོ་ན་གྱི་བཤད་ཆས་བྱས་ན་ཨ་རི་དང་ཨི་རན་གྱི་གྲོས་མོལ་དེ་ད་ཅིག་རྒྱུན་ལྡན་གྱི་མ་འཚོ་བའི་འགོ་བཙུགས་ཚར་བ་རེད་ད་གྲོས་མོལ་མཇུག་མ་དེ་ཕྱི་ཟླ། དྲུག་པའི་ཚེས་ཉི་ཤུ་རྩ་དགུ་དང་སུམ་ཅུ་ཡར་བྷ་ཇེ་ཨ་ནི་ཏོ་སུའུ་ཛི་ལན་ལ་མུ་མཐུད་ནས་འགྲོ་ཡ་གི་ལས་ཤིག་དེ་ཡོང་གི་རེད་ད་ངས་ནོར་བ་མེད་པ་ན་དེ་འདྲ་ཅིག་ཡོད་རེད་ཟེར་ཞེས་བྷེ་ནི་ཚོས་ཅིག་བཏང་ནས་ཁོ་རང་རྒྱལ་ད་ད་ལྟའི་ཨ་རི་དང་ཨི་རན་གྱི་དམག་དང་འདྲ་བའི་ཐོག་ནས Gulf གྱི་ཁ་ཆེ་ལུང་པ་དེ་ཚོ་ཡར་གཏོར་སྐྱོན་དང་དོ་ཕོག་ཆེན་པོ་འཆིང་ཡོད་པ་དེའི་དང་འབྲེལ་བའི་ཐོག་ནས་ཨ་རིའི་གིས་མཉམ་རུབ་ཀྱི་ལས་ཀ་ཆ་ཚང་ཅིག་བྱེད་ཀྱི་ཡིན་ཟེར་ཞེས་པའི་ནི་ཚོས་བཅད་རེད་དེ་ཤ་མོར་ཁྱོད་རོ་བྷིའོ་ཀི་ཝིད་ལ་ཐེ་ཡོད་པ་དང་ནི་ད་ནི་ཤེ་ས་ཉི་ས་ཕུ་བུ་ལོག་རེད་ད་དེ་ཡ་ནི་ད་འདི་དེ་རིང་ཆ་དེ་ཡོད་པར་བ་ད་ག་འདྲ་དུ།

ཨ་རིའི་སྲིད་འཛིན་ཀྲི་རམ་གྱིས་བཤད་ཆེད་བྱས་ན་ང་ཚོས་ཁྱེད་རང་ཚོ་ད་ལྟ་བར་དུ་བློས་བཏང་མེད་ཟེར་ཁྱེད་རང་ཚོ་གིས་ང་ཚོ་ལ་རོགས་པ་བྱས་མ་སོང་ཟེར་ཁྱེད་རང་ཚོ་གིས་དངོས་གནས་ང་ཚོ་ཡར་སྤེལ་སྐྱོ་བོ་བྱས་སོང་ཟེར་ཁྱེད་ཚོས་ང་ཚོའི་རྒྱབ་ལ་ལངས་མ་ཐུབ་པ་དེ་འདྲའི་གནས་ཚུལ་བྱུང་བ་རེད་ག་ད་སྤེན་ནི་ནས་སྤེན་པ་ཟེར་གྱི་འདུག་ཅག་ཏུ་སྤེན་དེ་ནི་ཞེད་སྣང་ཚ་བོ་རེད་ཞེས་ལས་བཤད་ཡོད་པ་དང། ཨ་འཐང་ན་ཞིག་ཨི་ཐ་ལི་རེད་དབྱིན་ཇི་ལུང་པ་རེད་ཇར་མ་ནི་རེད་ཧྥ་རན་སི་རེད་དེ་ཚོ་ཚང་མ་ཡང་བློ་ཕམ་བྱུང་སོང་གང་ལྟར་དེ་ཚོ་ཚང་མས་ཀྱིས་དོ་སྣང་མ་བྱས་པ་དང་རོགས་པ་བྱས་མ་སོང་ཟློས་བྱ་རྒྱུ་ལུགས་ཤིག་ཡོད་པའི་ནི་ཚོས་བཅད་རེད་དེ་ཤ་ཐང་ན་ཞིག་ཁོ་རང་གིས་བཤད་བྱ་བ་ཅེ་ན་ང་ཚོའི་ནད་ཁྲོ་ཡ་ད་ལྟ་བར་དུ་མཐུན་འགྱུར་གང་ཐུག་ཐུག་བྱ་བ་ཡིན་ཟེར་བ་ནས་གྲོལ་ལ་མཐའ་གཅིག་ཏུ་ང་ཚོའི་གི་ད་ག་ལོར་སེམས་བསླད་པ་ཡིན་ཟེར་ནས་ཁྱེད་རང་ཚོ་གི་ང་ཚོ་ཡ་ཚུ་འདི་བྱས་མ་སོང་ཟེར་ང་ཚོ་ཨ་རིའི་སྟོབས་ཆེན་རྒྱལ་ཁབ་རེད་དམག་གི་དོན་ཨང་དང་པོ་རེད་ཟེར་རོགས་རམ་གོ་མེད་ཟེར་བ་ཡིན་ནའི་ང་ཚོ་ཡ་ཚུ་ཕ་བྱས་པ་ན་ཆེ་སུ་འདི་ག་ལོར་ད་ལིན་འདྲེས་འདུག་ལོག་རེད་བས་ང་ཚོའི་གི་ངོ་སོས་གི་ཐོག་ནས་གཅིག་བྱས་དགོས་ད་གལ་ཆེན་པོ་རེད་ད་ཁྱེད་རང་ཚོ་གི་བྱས་མ་སོང་ཟེར་ལན་ཞེས་ཡོད་པའི་ནི་ཚོའི་དཔྱད་རེད་ད་ཤ། དེ་ནི་ནེ་ཁྲོའི་ཚོགས་གཙོས་དགེ་ལྟ་སྐད་ཆ་སྐོར་བྱས་ཁ་ཚང་ཇི་སེ་ཝེན་གྱི་ཚོགས་འདུའི་སྐབས་སུ་ཚང་མས་དགེ་སྡིག་གང་ལ་དོ་སྣང་བྱེད་ཆེད་ཨ་རི་དང་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་རེད་བཀའ་མོལ་གནང་ཡོད་རེད་ཅེས་ཟེར་གི་ང་ཚོའི་གི་ཡིན་གཅིག་ཁ་ལོ་ནེ་ཁྲོ་གིས་ཨ་རི་ཡ་དུ་འབྲེལ་བ་མ་བྱེད་པ་དང་རྒྱབ་སྐྱོར་མ་བྱེད་པ་དེ་འདྲས་མེད་ཟེར་ནས་གསལ་བཤད་བྱས་ཡོད་པས་ནི་ཚོའི་དཔྱད་རེད་དེ་ཤེས། དེ་ནས་ཁ་ཚང་བྷར་ཛིལ་གྱི་གསར་འགོད་པ་གཅིག་གིས་ད་ལྟའི་ཨི་ཟི་རེལ་གྱི་གསང་ཉལ་བས་པཱ་ཀི་སི་ཐན་གྱི་དམག་སྤྱི་གཙོས་པའི་ནི་པཱ་ཀི་སི་ཐན་གྱི་རུ་ཁག་དུ་སུད་སིར་བགྲོད་པ་དེ་ཚོ་སེལ་གྲབས་བྱས་པ་རེད་ཟེར་གང་ལྟར་ཁོ་རང་ཚོ་གིས་སའི་བྱུས་བཏོན་པ་རེད་ཟེར་ནས་དེ་འདྲ་གྱི་ནི་ཚུལ་དཔྱད་བཤད་བསྡད་ཀྱི་འདུག་ཡིན་ནའི་མཐའ་མའི་ལས་གཞིའི་སྐབས་སུ་ད་ལམ་ལོང་བྱུང་མེད་པ་དང་སེལ་ཐུབ་མེད་པའི་གནས་ཚུལ་བཅས་ཆགས་བསྡད་ཀྱི་ཡོད་པ་འདྲ་ག་ད་གསར་འགྱུར་འདི་ཤི་སོང་བྱས་པ་ཤེས་ན་ནི་པ་ཁི་སི་ཐན་གྱི་ལབ་པ་རེད་ཟེར་ནས་ཁྱེད་རང་ཚོ་གི་གི་སི་ང་ཚོའི་དམག་དཔོན་གཙོས་པའི་ང་ཚོའི་སྐུ་ཚབ་ཡ་ལག་པ་གཅིག་འཆང་པ་ཡིན་ན། ང་ཚོས་ཁྱེད་རང་སུ་ད་འཛམ་གླིང་ནང་ནས་མེད་པ་ཟོ་གི་ཡིན་ཟེར་ཟེར་རོ་དེ་ནས་ཕར་སྡིགས་ར་ཞིག་ཆེན་པོ་བཏང་བ་རེད། གང་ལྟར་དེ་འདྲ་བཏང་པའི་རྐྱེན་གྱི་ཐོག་ནས་ཨི་ཟི་རལ་གྱིས་གནོད་སྐྱེལ་མ་ཐུབ་པ་རེད་མ་གཏོགས་ཨི་ཟི་རལ་གྱིས་པ་ཀི་སི་ཐན་གྱི་དམག་སྤྱི་བྱས་ད་དེའི་སྐབས་སུ་ཚོགས་འདུ་གྲོལ་མཁན་དེ་ཚོ་ཚང་མ་མེད་པ་ཟོས་གི་ལགས་རེད། ད་གང་ལྟར་གཏོར་བཤིག་བཏང་ཡ་ཀི་སི་ཐན་དུ་ཡོད་དེ་བ་དེ་འདྲ་འགའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག།

སྤྱིར་ཧྥ་ར་མོས་འདི་ཇི་བྱེད་ཀྱི་མཚོ་རེད་ཇི་བྱེད་ཀྱི་ཆུ་རེད་དེ་ཇི་བྱེད་ཀྱི་མི་དང་གྲུ་གཟིངས་དེ་ཚོ་འགྲོ་ཆོག་གི་རེད་དེ་ལ་དུ་སི་ཐྲས་རུ་ཝེ་དང Service Charge ལག་རེད་ད་གང་ད་དེ་ནི་ཡང་མ་འགྲོ་ཡས་ཀྱི་སྒོ་ཁྲེས་ལེན་ཡ Toll Tax དེ་ཚོ་ལེན་ཆོག་གི་མ་རེད་དྲན་ཤེས་ཡོད་པས་ནི་ཚོས་དཔྱད་རེད་དེ་བཤད། དེ་ནི་ཨི་ཟི་རལ་གྱི་སྲིད་བློན་བེན་ཇ་མ་ནི་ཏན་ཡ་ཧུ་གྱི་ཁ་ངན་ཁོ་རང་ཅི་འདྲ། དྲུག་པ་ཉིས་སྟོང་ཉི་ཤུ་རྩ་ལྔ་ལོའི་ཨ་རི་སྲིད་འཛིན་ཏྲམ་ཐུབ་པའི་རྗེས་ལ་ནི་ཁོ་རང་གིས་ཨི་རན་ག་ལ་མ་བསྐྱལ་ཐོག་དེ་དུས་ང་སྲིད་འཛིན་ཏྲམ་ལ་དགོངས་པ་དང་ཤུགས་ཆེན་ཞུ་ཁ་ནི་ཁྱེད་འགྲོ་མི་སྲིད། ཨ་ངས་ཁོ་རང་ལ་ཕ་གི་འགྲོ་བའི་ཞོ་ཡ་ནི་ཁོ་རང་ཡ་འདུག་སྲིད་ང་མ་བསྐྱལ་ཡིན་སྲིད་ཁྱོད་རང་ག་རེ་བྱེད་ན་བྱས་སྲིད་ལབ་ཆེད་སྙན་སང་ལག་འོར་བའི་ཡ་ལན་གྱི་སྤྲད་ཁ་ཆིངས་པོ་ཡིན་སྲིད་ད་ནི་ད་ག་འདའ་དེ་མ་གཏོགས་ཨ་རི་ནི་མ་བསྐྱལ་དང་མ་བསྐྱལ་དགོངས་པ་ཞུ་དགོངས་མེད་པ་འདྲ་བོ་གི་རྣམ་པ་ཤུགས་ཆེན་པོ་བཏོན་ཡོད་པས་ནི་ཚོས་བཅད་རེ་འདི་བཤད། དེ་ནི་ཨ་རི་སྲིད་འཛིན་ཀྲུམ་གྱིས་ད་ཉེ་ཆར་དུ་ཨ་རི་དང་ཨི་རན་དམག་བརྒྱབ་པའི་སྐབས་སུ་ཉིན་དང་པོ་དེའི་ཡར་བུ་མོའི་སློབ་གྲྭ་གཅིག་གི་ཏང་ལ་ཏུ་ས་བར་སྐྱེལ་ཡུལ་བྱས་ཁ་བརྡ་སློབ་ཕྲུག་བརྒྱ་དང་བདུན་ཅུ་དོན་ལྔ་ཤི་བ་དེའི་གི་དང་འབྲེལ་བའི་ཐོག་ནས་ཁ་སང་སྲིད་འཛིན་ཀྲུམ་གྱིས་ནུས་འབྲུ་ཡོང་སྲིད་ཀྱི་རེད་ལ་གད་མོ་ཅི་གནང་པ་རེད་ད་ད་ལྟའི་སྲིད་འཛིན་ཀྲུམ་གྱིས་ཤེས་ར་བྱས་པ་ང་ཚོ་ཨ་རི་གི་ནོར་མི་འདུག་ཟེར་བ་ནོར་ཡོད་ས་མེད་ཟེར་བ་ག་ད་ནོར་གྱི་མ་རེད་ཟེར་དེ་ཡིས་ཨི་རན་ཁོ་རང་སོ་ཁོ་རང་སོ་ཞུས་བྱས་བྱས་ཡིན་སྲིད་ཀྱི་རེད་ལས་སོ་རེད་དེ་འདྲ་གི་གི་ཤེས་བའི་ནི་ཚོའི་སྐྱེ་ར་རེད་དེ་ཤ། དེ་ནི་ད་ལྟའི་རེ་ཤི་ཡའི་གི་ཤེས་བྱ་བྱས་ན་ད་ད་ལྟའི་གོ་ལའི་ནང་ལོ་ཡག་ཏག་དམག་ཆེན་གསུམ་པ་མ་ཡོང་ཡག་གི་ཆེད་དུ་རྒྱལ་ཁབ་སོ་སོའི་གི་རྡུལ་ཕྲན་མཚོན་ཆ་བཟོས་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་གི་ཡོད་པ་རེད་ཟེར་གང་དག་རྡུལ་ཕྲན་མཚོན་ཆ་ཡོད་ངེས་ཀྱི་ལ་རྒྱལ་ཁབ་སུ་གཅིག་གི་གནས་ལྐོག་མ་རེད་ལས་ཟེར་དེ་འདྲའི་གི་ལན་དེ་ད་འདྲའི་བའི་ཐོག་ནས་བཤད་ཡོད་པས་ནི་ཚོས་བཅད་རེད་དེ་ཤ་ད་ན་ཤེས

བཀག་སྡོམ་དང་འབྲེལ་བའི་ཐོག་ནས་སྔོན་མ་གན་རྒྱ་ཡོད་བསྡད་པ་ད་ལྟའི་དུས་ཚོད་གཙོ་བོ་ཆ་ནི་བསྐྱར་གསོ་བྱེད་དགོས་ཀྱི་ཡོད་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་བཀའ་མོལ་འདི་ཡོང་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ག་ན་ད་འདི་ཆ་ནས་ད་ཕྱོགས་གཉིས་ཀ་གི་དུས་དྲན་ཚུན་ཆད་དེ་བཟོ་ཐུབ་པ་ནས་ཡང་ཡག་པོ་ཡོད་ཡས་ཀྱི་ད་བསམ་ཚུལ་ལོག་རེད། དེ་འདྲ་བཅས་ཡོང་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ།